མའོ་ཀྲུང་ཞི་གིས་མི་ཡི་རིགས་ཀྱི་འབྱུང་ཁམས་དབང་དུ་ཕར་བསྡུ་དགོས་རེད་མ་གཏོགས་རང་བྱུང་ཁམས་ཀྱི་མི་ཡི་རིགས་གཙོ་དབང་བསྒྱུར་བ་ཡིན་ན་ཐབས་སྐྱོ་བོ་ཞིག་ཆགས་པ་རེད་ཟེར། པུ་ཅིན་ནས་གོ་མ་ཆོད་པ་རེད་ཟེར་ཞོར་བ། ཨོ་དེ་གི་བཟོ་འདྲ་བ་ད་ང་ཚོས་འབྱུང་ཁམས་ཕར་དབང་དུ་བསྡུ་ཡག་གི་ཆེད་དུ་ཐབས་ཤེས་མང་པོ་འཚོལ་གི་ཡོད་རེད་བ། མང་པོ་བཅས་ཀྱིས་ལྟར་སྣང་སེམས་ཀྱི་སྒོ་ནས་བསྒོམ་ཉམས་ལེན་གྱི་ཐོག་ནས་འབྱུང་ཁམས་དང་སྣང་བ་ཚང་མ་དབང་དུ་བསྡུ་རྒྱག་གི་ཡོད་ཟེར་ཡ་དང་ནི་ཁ་ཡེ་གི་ལྟ་བཤེར་དངོས་པོ་ཡར་རྒྱས་བཏང་ནས་འཕྲུལ་རིག་ལག་རྩལ་གྱི་ཐོག་ནས་འབྱུང་ཁམས་ལ་དབང་བཞུ་བྱེད་ཡ་རང་བྱུང་ཁམས་ལ་དབང་བསྒྱུར་ཡ་གི་ཐབས་ཤེས་མང་པོ་འཚལ་རེད་བ། ད་དེ་ཚོའི་ནང་ལོགས་ནས་གནམ་ལ་འཕུར་ཡ་གྱུར་བ་ད་དེ། དངོས་སུ་གནམ་འདི་བཟོ་ཡ་དང་འདི་དུས་རིམ་ཡེ་ཤེས་པ་ཟེར་གི་མ་རེད་ཕྱི་ལོ་གཅིག་སྟོང་དགུ་བརྒྱ་གཉིས་གསུམ་དུ་བ་ནས་སྐད་ཆ་བཤད་གི་ཡོད་རེད་བ་ད་ལྟའི་གི་སྔོན་ལས་རྒྱུས་རིམ་མང་པོ་ཆེ་འགྲོ་དགོས་ཡོད་རེད་བ། ཐོག་མར་བསམ་བློའི་འཆར་སྣང་དེ་འདྲ་ཅིག་གློད་བ་ནས་འགོ་བཙུགས་ནས་མི་ནི་ཡ་ཡ་ཡ་ཡོང་དགོས་ཡོད་བ་ཡིན་ཙང། ད་གཏམ་རྒྱུད་འདྲ་བ་རེད། ནི་ཁ་ཤས་ཀྱིས་ཤོད་གོ་སང་ནི་དེར་དཔར་རིས་ཁ་ཤས་ཀྱིས་ཕུལ་ཡོད། གཏམ་རྒྱུད་དེ་ཚོ་གཅིག་རྐྱེན་གཉིས་གཉིས་ཞིབ་ཀྱིས་ཕྲ་བ། དེབ་དང་རྩོམ་པ་པོ་དང་རྩོམ་དུས་དེ་ཚང་མ་ཤོད་ཐུབ་ཡ་ད་གི་མི་འདུག་ཡིན་ན་ཡང་ངས་གཏམ་རྒྱུད་དེ་ཚོ་དེ་ཚེ་མ་གོ་མྱོང་བ་དང། མཐོང་བདེ་བ་དེ་ཚོ་གི་ཕྱག་ལས་སེལ་གི་མ་རེད། ད་པར་རིས་འདྲ་བ་ཅིག་བཏགས་ཡོད་ན་བལྟས་ཚེ། བློ་ལ་ངེས་ཆེ་ཡང་འདྲ་བ་ཅིག་འདུག་ཨ། ང་རང་གི་གཤིས་ཀ་འདྲ་བ་དེ་ལས། ལོ་རྒྱུས་ཀྱི་དོན་རྐྱེན་འདྲ་བ་ཅིག་ཤེས་གི་ཡོད་པ་ཡིན་ན་དོན་རྐྱེན་དེ་གང་དུ་འབྱུང་བའི་ས་ཆ་དེ་གཅིག་མ་མཐའ་ལས་ས་བསྒྲགས་ཀྱི་ནང་ལོགས་ལ་སྐྱེལ་མ་མཐོང་ན། སློབ་མ་སྡེ་བའི་གཟུགས་ལ་བྱེད། དགོན་པ་རི་ཁྲོད་ཅིག་ལོ་རྒྱུས་ཤིག་ཡོད་པ་ཡིན་ན་དེ་གི་པར་རིས་འདྲ་བོ་བྱས་ཏེ་དེ་ག་བ་ཡོད་ཐ་ན་ས་བཀྲ་གི་ནང་ལོག་ནས་ཅིག་མ་མཐོང་ན་དེ་སློབ་མ་སྡེ་བའི་གཟུགས་ལ་བྱེད། འདི་ག་ནང་གི་ཁྱི་སྒྲོང་དང་གཏམ་རྒྱུད་ཡིན་ན་ཡང་དེ་མཚོན་བྱེད་ཀྱི་རི་མོ་འདྲ་བོ་པར་རིས་འདྲ་བོ་དེ་འདྲ་བྱས་ཡོད་པ་ཡིན་ན་དེ་ཡག་པོ་ཤོད་ཅིག་དེ་མེད་ཡ་ཡིན་ན་ཡང་ཁོ་སྐྱེས་མ་ཚང་བའི་གཟུགས་ལ་བྱེད། ང་ཚོ་མི་ཡི་རེ་བའི་ཤེས་བྱ་དེ་ཀླད་པའི་ནང་བླུག་གི་ཡོད་ན་བསམ་བློའི་ནང་ལོགས་ལས་བླུག་གི་ཡོད་པ་ཡིན་ན་ཡང་ཁོ་ཕག་བླུག་ས་ཁའི་སྒོ་ར་བ་དེ་དབང་པོ་ལྔ་སི་སྒོ་ལྔ་ཟས་ཀྱི་ཡོད་ར་བ་དེ་ནང་ལོགས་ནས་རེ་ཤེས་བདེ་བ་སྐྱིད་པོ་ཡིན་ན་དེ་ཨམ་ཆོག་རྒྱུད་ནས་མ་གཏོགས་ཡོང་གི་ཡོད་མ་རེད་ད་ཨམ་ཆོག་དེ་ལ་སྐྱོན་ཡོད་པ་ཡིན་ན་དེ་ནི་རང་འབི་སྣ་ལྷ་ཟས་ཀྱི་ཡོད། དེ་འདྲའི་གོ་འཕྲོ་ཡོད་དམ། འདི་ཤེས་མཁན་དེ་གཞན་ཡང་ཏག་ཏག་ཅིག་ཤེས་ཐུབ་ཀྱི་མེད་པར་ཐ་སྙད་ཀྱི་འདང་ངེས་མེད་པ། བརྗོད་པ། ཚིག་གྲུབ། ཟང་འབྲེལ་ཚིག་དེ་ཚོ་ཏག་ཏག་བཟོ་ཐུབ་ཀྱི་མེད་པ། ཡིན་ནའང་ཡག་པོ་ཅིག་གོ་གི་མ་རེད་བ། ད་རི་མོ་འདྲ་བོ་ཅིག་ཡོད་པ་ཡིན་ན་ཁོ་མིག་བལྟས་ཚེ་གསལ་པོ་མེད་ཡ་ཡིན་ན་ཡང། མིག་ཤེལ་འདྲ་བོ་བཏབ། ཨོ་དེ་འདྲའི་རྐྱེན་ནི། ཚོ་མིག་ལ་གཏོགས་ནས་བལྟས་ཡ་ཡིན་ན།

ད་རོ་མང་དུ་དེང་སང་བྲིས་ཡོད་ཀྱི་རེད་དེ་སྔོན་མ་ནི་ཁོ་ཚོ་གཏམ་རྒྱུད་ཡོད་དེ་བ། ཤ་འདྲ་བ་ཁྱེད་བཟོས་ཐིག་གི་རྒྱབ་ལོགས་ལས་ཡང་ཁ་མོ་འདྲ་བ་ཁྱེད་བཟོས་ཐིག་ག་ལ་བསྡད་ནས་ལྟ་འགྲོ་བསྡད་བ། ཨདོ་ཟེར་ཁྱེད་ཤེས་བཟོས་ཁྱེད་འདོ་བ་འདི་ཕ་རྒྱའི་རིགས་གཞན་དག་དེ་ཚོ་ནང་ལོགས་ནས་ཤེས་གི་ཡོད་པའི་བཟོ་འདྲ་བ་རེད་ཤག། ཞེ་སྡང་གི་མི་རྫུ་འཕྲུལ་གྱི་འཕུར་གྱི་ཡོལ་བ་ལྷ་དེ་ཚོ་གནམ་ནང་ལ་འགྲོ་གི་ཡོད་པ་དེ་ཚོ་དེ་གོ་ཡོང་འདྲ་དང་ཁྱབ་ཆེ་འདྲ་བ་གཅིག་རེད་ཤག་ད་འདི་འདྲའི་སྐད་ཀྱིས་གནམ་ལ་འཕུར་ཡག་གི་དངོས་པོ་གནམ་རིག་བཟོ་ལྟ་འདྲ་བ་དེ་འདྲ་བཟོས་ནས་འཕུར་ཡག་དང་ནི་མི་རང་ལ་གཤོག་པ་དགའ་ནས།

རེད་ཤག། ཞྭ་རྒོད་ཀྱི་སྒྲོག་དང་དང་ཡང་ལ་འདྲ་བ་དང་འདྲ་མི་འདྲ་གི་བཟོས་ནས་དང་མི་གཉིས་འཕུར་ཡོང་བ་དང་གཅིག་གི་སྒྲོག་དེ་གོང་ནས་ག་རེ་ཟ་མ་ནག་པོ་ཡིན་ན་གཅིག་ད་མ་རང་བ་ཅིག་བྱས་ནས་ཁོ་མ་ཁྱོད་ནོར་ཟ་སོང་བས་ཀྱི་སྒྲུང་དེ་འདྲས་ཤེས་ཡོད་དོ། ཨོ་དེ་མཚོན་བྱེད་ཀྱི་རི་མོ་རེད་ཤག། དེ་གི་འོག་ཏུ་ཕ་ཅེ་ཨ་རག་པའི་སྒྲུང་བཅས་རེད་ཤག། ཡག་གོ། ཕོ་ཉའི་གྲོགས་ཡོང་འདུག་དེ། ཉི་ལྡོག་འདྲ་བོ་ཅེས་བཟོས་ཉི་ལྡོག་འདྲ་བོ་དེ་ད་དེང་སང་ར་མོ་བྲིས་ཏེ་བྲིས་མེད་འགྲོ། སྒམ་པོ་དེ་འདྲའི་ནང་བཏགས་ནས་གྱོང་རྡུང་དེ་འདྲའི་བཟོ་ནས་འཕུར་ཡ་ད་བབ་ཡ་ཡོང་གི་ཡོད་རེད་བ། སྔོན་མ་གི་སྒྲོང་རང་གི་ནང་ལོགས་ལ་ཞྭ་གོས་ཡི། ཁོག་གི་སྡེ་སར་གི་དིང་ཏི་ཁ་ལ་བཏགས་ནས་བསྲེས་ན་མི་འདུག་མི་བྱ་རྒོད་ཀྱི་འཕོངས་འདི་ཏིག་ཤོག་གི་ཡ་ཤོག་གྱིས་ནི་བཀྱགས་ནས་འཕུར་འགྲོ་ཡག་གི་འདུག་ཟེར་གི་སྒྲུང་ཡོད་རེད་ཟེར་གི་འདུག་དེ་མཚོན་བྱེད་ཀྱི་རི་མོ་འདྲ་བོ་རེད་ཤག་ཇི་ལྟར་སྐབས་དེ་དུས་ད་ཀྱི་འཕུར་གི་ནི་དེ་འདྲ་འདྲ་བྱས་ན་དྲག་གི་མེད་འགྲོ་བསམ་ཡང་ད་ཁོ་སྒྲུང་བྲི་མཁན་དེ་ཤེས་བསམ་ནས་འཆར་སྒོ་གནང་ལོང་ལ་འདི་ཚོ་ཡ་མཚན་མོ་འདུག། ཤེས་པ་རེད་ཤེས་པ་ནང་བཞིན་ཁོ་ཚོས་བྲིས་ཀྱི་ཡོད་རེད་ད་ང་ཚོ་བོད་པ་ལ་འདི་འདྲའི་གི་དཔེ་སྒྲོམ་མང་པོ་ཡོད་རེད་ད་ཤིང་བྱ་གོ་བོ་ཤོག་རིང་གི་ནང་ལོགས་ལ་དེ་ཡིན་ན་དམག་རྒྱབ་ས་ད་སོགས་ལ་ད་ཉི་མ་ལས་བཟུང་ས་ད་དེ་འདྲའི་གི་སྒྲོམ་ཤིང་བྱ་གི་ཤོག་པ་དེ་ཚོ་འཕྲོག་ལྷག་སོང་བ་ད་དེ་ནས་འཕྲོ་འཁོར་དེ་ཚོ་ད་བཟོ་སྟངས་ཡིན་གྱི་གང་ལ་གང་ཙམ་ཡོད་རེད་དེ་ཚོན་བཞིན་གི་རི་མོ་བྲིས་ཀྱི་འདུག་ད་ཡོད་མ་རེད་ཟེར་ན་ནི་ཧམ་པ་ཚ་དྲག་གི་རེད་བ། དྲ་རྒྱ་ནང་ལོག་ལ་རག་ཡ་ཡོད་མ་རེད། མགོ་སྒོར་ཟེར་ཡོང་དུས་ད་འཛམ་བུ་གླིང་གི་དྲ་ཐོག་ལ་ཡོད་ཚད་ཁོག་ནང་ལོག་ལ་བཀའ་གཏོང་ན་ཨོ་སྒྲོ་ང་བ་ཡིན་ན་ལམ་སང་བཏོན་ཡོང་རེད་ཟེར་གི་ཡོད་རེད་ཡིན་ན་ཡང་བོད་པ་གི་སྒྲུང་དང་རི་མོ་དེ་འདྲ་མཚོན་བྱེད་ཀྱི་དེ་དཔེ་ཁ་པོ་ཡོད་ལོ་རྒྱུས་ཀྱི་མི་སྣ་གྲགས་རྐྱེན་ད་སྲོང་བཙན་སྒམ་པོ་འདྲ་བ་ཁ་ཤས་ཀྱི་རེད་མ་གཏོགས་གི་དཔེ་དཀོན་པོ་འདུག་ཨ་འདི་ཞན་ཆ་ཤོས་རེད་ཤོད། རྒྱ་གར་གཞན་པ་རྒྱ་དཀར་ནག་དང་ཡིན་ནའི་དོ་ཨ་ཀྱང་ཀྱང་རྒྱ་གར་ཆུང་ཆུང་དེ་འདྲ་གཅིག་ནང་ཡང་གི་ལོ་རྒྱུས་ཀྱི་མི་སྣ་གྲགས་ཅན་གཅིག་ཡིན་ཚར་བའི་ཞོག་ལ། ཡག་གི་ཡག་རབས་ཡིན་ན་རེད་མག་གི་མག་རབས་ཀྱི་རྐུ་མ་ཇག་པ་གི་ཆེད་དེ་འདྲའི་འདྲ་བ་ཅིག་ཡིན་ན་ཡང། དཔར་དཔར་མེད་པའི་སྐབས་སུ་ཡིན་ན་ཡང་དེ་འདྲའི་འདྲ་བྲིས་ཤིག་རི་མོ། ག་ཚད་དགོས་དགོས་འདུག་ཨ། ཨོ་བོད་པ་ལ་དེབ་དཀོན་པོ་ཞིག་ཞུས་ཡོད། བྱས་ཙང་ཁོ་ཚོ་གི་དུ་སེར་རེ་ཞིག་ད་ལྟའི་འོག་གི་ལྕགས་ཐང་འདྲ་བ་ཅིག་སྟེང་ནས་འཕུར་འགྲོ་བའི་མི་དེ་གི་སྒྲུང་དེ་ད་ག་ས་ག་ལ་འདུག་ཨ་དེ་ཚོ་ཕར་ཆེ་བ་ཆེ། དེང་སང་བྱས་པ་ཡིན་ན་ཨ་རབ་དང་ཨིས་ར་ཨེལ་དང་དེ་ཚོ་གི་རྒྱུད་ནི། ཡོང་གི་མེད་འགྲོ་ད་ཐོག་མ་མི་ཤེས་ཏེ་ཁོ་ཚོ་ས་ལ་དེ་སྒྲོག་འདི་ཚོ་ད་ཆ་དཔེ་ཆེན་མོ་ཡོད་ཟེར་བ། གདེང་འདྲ་བོ་ད་ཕ་གྱི་གདེང་གི་བཟོ་ལྟ་འདྲ་བོ་ཅེར་བ། མོ་དེ་འདྲའི་ཁ་ཤས་གང་ལ་དེ་ནི་མི་སྟོང་ཕྲག་མང་པོ་ཤོང་ཡས་དེ་འདྲའི་གནས་འཕུར་སོང་བ་དང་ཡང་འགྲིག་མ་འགྲིག་ད་ལྟའི་གི་གདེང་འདྲ་དེ་ལྷ་དང་དེ་འདྲའི་གི་གནང་ཡོང་དུས་ཡང་དེ་ག་གདེང་ངེས་དེ་ཡག་པོ་མ་བྱས་ན།

འོ་དེ་གའི་སྒྲུང་དེ་ནི་ང་ཚོའི་བཟོ་ཡ་དང་བྲལ་ཡ་དེ་ནི་མ་འཇོན་མི་མ་འཇོན་བ་རེད་མ་གཏོགས་ཀི་ང་ཚོ་བོད་པ་གི་དམངས་ཁྲོད་ལ་གནའ་སྔ་མོ་ནས་དེ་ནི་བཤད་བསྡད་གི་འདུག་ཨ། དེ་སོགས་ཀྱི་ནི་འདྲེ་སྒྲུང་འདྲ་བོ་ཡིན་པའི་བཟོ་འདྲ་བོ་ཀྱི་ནི། ཨ་ནི་ཀྱི་གོ་ཁ་གི་ཕྱག་མ་དེ་ཚོ་ཞིག་གྱོན་ནས་འཕུར་འགྲོ་ཡ་དང། ཨ་ནི་ཀྱི་སྒམ་དེ་ནས་ཞོན་ནས་འཕུར་འགྲོ་ཡ་ལ་སོ་བ་ཨ་ནི་ཉེས་ཏེ། ཀོ་བ་ད་བ་ཅོ་ད་པེ་ཡོ་ཆུང་ཆུང་དེ་འདྲེ། ད་དེང་སང་ཀི་དེ་འདྲ་ཅེ་བ་ཡིན་ན་གཡག་གི་སྤུ་གི་ཆུང་ཆུང་དེ་འདྲེ། གྲོང་འགྲོ་བའི་སྐབས་ཁ་པགས་པ་ཅི་ཡོ་རོ་དེ་སྤུ་འཇམ་པོ་ཡོ་རེ་ད་དེ་འདྲེ་ཉེས་ཏིང་བཟོ་གི་ཡོ་རོ་བ། འོ་དེ་འདྲེ་ག་ལ་དེ་ནས་ཨ་ནི་འཕུར་འགྲོ་ཡ་དེ་འདྲེ་ཁའི་འདྲེ་གྲོང་དེ་འདྲེ་མང་པོ་ཤེས་ཡ་ཡོ་རེ་བ། ཡིན་ནའི་དེ་འདྲའི་གི་རི་མོ་དང་དེ་ཚོ་ལ་བག་སྒྲོག་བཏང་ནས་དེང་སང་གི་སྤུ་གུ་སྒྲོན་ཡིན་ན་རེད་དེ་འདྲའི་བྲིས་ཡོད་པ་དེ་འདྲའི་ག་མཐོང་ཡ་མི་འདུག་དེ་ནས་ཡང་མོས་གི་གཟུགས་པོ་ལོ་ལ་ཤོག་པ་དགའ་ནས་དེ་བྱས་གི་རེད་དེ་འདྲ་མིན་ན་ཤོག་པ་དགའ་ནས་འཕུར་ཡོང་བའི་གི་སྒྲོམ་དེ་འདྲ་རྒྱ་ནག་ལ་མེད་འགྲོ་བསམ་གི་འདུག།

གཅིག་བགྱིས་ན་དེང་སང་གཟུགས་ཀྱི་དུས་ཡིན་འདུག་གཅིག་བགྱིས་ན་ལྟར་སྣང་སྔ་མོ་འདི་འདྲའི་གི་སྒྲུང་ཏན་ཏན་ཡོད་རྒྱུ་རེད་བསམ་འདུག་ང་ཚོ་བོད་ལ་ཡང་ཡོད་རེད་བ་དང། དེ་ནས་ཨ་རབ་དང་ཀི་རིག་དང་ནུབ་ཕྱོགས་འདི་ཚོ་ལ་མང་པོ་འདུག་བ་རྒྱ་དཀར་ནག་ལས་དང་ཡོད་ཡོད་ག། རྒྱ་གར་གི་སྒྲུང་ད་ད་ནི་ངའི་དཔར་དང་པོ་ཅིག་བཏང་ཡིན་དེ་ཡིན་པའི་བཟོ་ལ་བྱེད་འདུག་ད་ནམ་ནམ་ཕོར་དེ་དེ་འདྲའི་གི་སྒྲུང་མང་པོ་ཡོད་རེད་བ།

ནས་ཉོས་ན། རྒན་དེ་གྱོན་པའི་ད་གནམ་དེ་ཉིན་ལོ་ལྔ་རེད་ཟེར། ཨ་ཙེ་མོ་ཙེ་ཤེས་གི་ཡོད། ཨ་དེ་འདྲའི་སྐྱེས་ཁའི་བརྒྱུད་རིམ་ཤེས་ཡ་ཡག་རེད། ད་དེ་ནས་ང་ཚོ་བོད་ཀྱི་སེར་སྣ་འབྲི་གི་མ་རེད་བ་ནང་པའི་ཕྱུགས་ཀྱི་ནང་ལོགས་ལས་ཨ་ནང་མ་མོག་གི་འཕུར་སྟངས་ཤིག་ཤེས་ཡ་རེད་ད་དེའི་འཕུར་སྟངས་དེ་ཨ་འདི་ཚོ་ཚང་མ་ལས་ཡམ་སྲས་ཆེ་ཡ་དང་ཧམ་པ་ཆེ་ཡ་འདྲ་བ་ཟེར་གི་མ་རེད། ཚད་ཀྱིས་མཐོ་བ་འདྲ་བ་ས་གནས་ནས་འདི་ག་འདྲ་བ་ཅི་རེད། ད་དེ་འདྲའི་གི་དཔེ་མཚོན་གི་རི་མོ་དེ་འདྲའི་ད་མི་གོང་ནས་ཤི་བ་ནང་གི་ང་ཚོ་གི་ཆུ་ནས་དེ་ཡོད་མ་རེད་བ། རག་གི་མི་འདུག། འདྲ་བོ་འདྲ་བོ་ཅི་རག་བ་དེ་ད་དེང་སང་འཛམ་གླིང་གཞན་དག་ནས་ཡོང་གི་རེད་ཟེར་ཡག་གི་གནམ་ནང་ལོག་ལ་འཁོར་ལོ་འདྲ་ཆེན་པོ་ཧེའུ་ཅིག་གི་པར་རིས་དེ་འདྲའི་ད་འཕྲུལ་ཆ་གི་ནང་ལོག་བཟོ་གི་ཡོད་རེད་བ་དཀར་མོ་དྲི་ནང་ལོག་ལ། ལ་དཔེ་ཉེ་ཤོས་དང་ཡག་ཤོས་དེ་ཕ་རྗེས་དེ་ཆགས་ཡོད་པའི་བཟོ་ན་ཅི་རེད་ཤག་འདི་འདི་བ་ཅིག་ཅིག་ཡོད་ཨོ་པ་རེད་དེ་ཚོ་དེ་རེད་ད་དེ་ཚོ་དེ་དེང་སང་གི་མི་ཚོའི་བསམ་བློའི་ནང་ལོག་ལས་ད་ཅིག་ཆགས་སྣང་ཟེར་གི་མ་རེད་འཛམ་གླིང་གཞན་པ་འཕྲུལ་རིག་ལག་རྩལ་ཞུ་ཡག་སྦྱིན་འགྲོག་ནས་ད་ཁོ་ཚོ་གི་རྣམ་འགྲོ་སེ་ན་མི་འདུག། ཨོ་རྡོ་སི་སོགས་ནས་ཁ་ས་ཀ་ལ་འགྲོ་གི་ཡོད་རེད་ཡོང་གི་རེད་ཟེར་གི་ད་ཚོད་དཔག་ཟེར་གི་མ་རེད་ད་དེ་འདྲའི་འདྲ་བོ་བཟོས་ཀྱི་འདུག་མང་པོ་ཡོད་རེད་བ། ཨོ་དེ་འདྲ་བོ་ཇི་ལྟར་ང་ཚོ་ནང་ཆོས་ནང་ཤེས་གི་ཡོད་རེད། ད་ནང་ཆོས་དེ་ཚོ་དེ་སངས་རྒྱས་ཞལ་བཞུགས་གི་དུས་རེ་བརྩི་ཡ་ཡིན་ན་ལོ་ཉིས་སྟོང་ལྔ་བརྒྱ་སྔོན་ལ་རེད་བ། ད་ལྟ་ང་ཚོ་བཀའ་སྟེང་ནང་ཡོད་བསྡད་པ་དེ་ཡི་ག་ཇི་རང་ཡིན་ན་མ་མཐའ་ལོ་གཅིག་སྟོང་སྔོན་ལ་ཞིག་ཡོད་པ་དེ་ཞི་དྲག་གི་སྲས་པོ་རེད། རྒྱལ་སྲས་ལྔ་བདུན་ཟེར་ཞིག་ཡོད་འདུག་ད་འཁོར་ལོ་རིན་པོ་ཆེ་ཟེར་གཅིག་ཞིག་ཡོད་རེད་བ། འཁོར་ལོ་རིན་པོ་ཆེ་དེ་གའི་གཞུང་རབས་ཟེར་ན་མི་འདུག་དེ་ལོ་རྒྱུས་རྒྱབ་ལྗོངས་འདྲ་བ་དེ། བཀའ་འགྱུར་གྱི་གླིང་བཞི་དེ་ཚོ་ནང་ལོགས་ལས་རྒྱས་པ་ཞིག་ཡོད་རེད་བ།

ཐོག་མའི་སྐབས་སུ་རྫུན་ཁ་དང་ལྡན་པ་འོད་དང་ལྡན་པ་ཟས་ཟ་མི་དགོས། དེ་འདྲའི་ཀྱི་དེ་ནས་ཚེ་ལོ་དཔག་མེད་ནས་མ་མ་སྐྱེས་འོང་དུས། ད་ཐོག་མ་འཛམ་བུ་གླིང་གི་རྒྱལ་པོ་དེ་མང་པོ་བཀོལ་བ་ནས་མ་སྐྱེས་དུས། གསེར་གྱི་འཁོར་ལོས་བཞུ་བའི་རྒྱལ་པོ་དེ་ཚོ་དེ་སྔོན་ལ་བྱུང་རུང་བ་དེ་ནི་དངུལ་གྱི་ཟངས་ཀྱི་ལྕགས་ཀྱི་འཁོར་ལོས་བཞུ་བའི་རྒྱལ་པོ་རེད་ཐོག་མའི་སྐབས་ཀྱི།

འཁོར་ལོ་མ་སྐྱེ་བ་དང་མཉམ་དུ་འོ་ནི་གསེར་གྱི་འཁོར་ལོ་ཞིག་གི་རྒྱབ་ལོགས་ཡིན་ན་གསེར་གྱི་འཁོར་ལོ་དེ་ནམ་མཁའ་ནས་ཡོང་གི་རེད། དེ་ཡང་ཉི་མ་ཤར་བཞུགས་ནས་ཉི་མ་ཤར་བ་དང་མཉམ་དུ་ཉི་མའི་འོད་དང་འགྲོགས་ནས་འོ་ནི་ཡོང་གི་རེད་གསེར་གྱི་འཁོར་ལོ་དེ། ད་ད་ནངས་ངའི་པར་རིས་ཀྱི་སྟེང་ཡང་ཁོ་ཚོས་གཟིགས་ཀྱི་འདུག་འདྲ་བོ་ཅིག་ང་བློ་ཡུལ་ལ་འཆར་གི་ཡོད། ཡིན་ན་ཡང་འཁོར་ལོ་དེ་རྩེབ་སྟོང་དང་ལྡན་པ་ཟེར་ཡོང་དུས་ང་ཚོ་ཨ་རོ་དག་ཅུང་ཁོག་དབྱིངས་ཡོངས་ལ་འཁོར་ལོ་དང། ཆོས་ཀྱི་འཁོར་ལོ་ཟས་སྤྱོད་རོ་སྟེ་ཚོགས་དག། འདྲ་ཧོ་འདྲ་ཧོ། ཇི་ལྟར་ང་ཚོས་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ཀྱི་འཁོར་ལོ་རིམ་པ་གསུམ་བསྐོར་ཟས་ཀྱི་འཁོར་ལོ་སྟེ་ཡང་འཁོར་ལོའི་སྦྱོར་བའི་རྒྱ་སྦུག་གི་འཁོར་ལོ་ཏིལ་པད་སྦྱར་ནས་བཤད་ཀྱི་ཡོད་རེད་བ། མཐོ་བ་ལ་འཕར་བ་དང་དམའ་བ་ལ་འབེབས་པ་ཟེར། ད་དེ་འདྲའི་གི་ཟས་ཀྱི་འཁོར་ལོ། སྦྱོར་བའི་རྒྱ་སྦུག་ཡིན་ན་ཟས་ཀྱི་འཁོར་ལོ་གཅིག་ཡོང་དགོས་རེད་བ། དེ་འཁོར་ལོ་དེ། ཆེ་ཆུང་དང་ག་ཚད་ཡོད་རེད་ཟེར་ན།

ནི་དམག་དཔུང་ནི་ནི་དང་པོ་དཔུང་ཚོགས་ཡན་ལག་བརྒྱད་སེལ་ཡོང་དུས་རྟགས་མ་འདྲ་བ་གཅིག་ནི་དང་བྱེད་པ་མང་པོ་སྐད་ཅིག་གཅིག་གིས་བརྡོལ་བ། ནི་གླང་པོ་ཆེ་གི་མ་ཤིང་ཐང་གི་མ་རྐང་ཐང་གི་མ་མ་ཚང་མ་འཁོར་ལོ་དེའི་ནང་ལ་ཤོང་གི་ཡོད་རེད་ཟེར་བ་རེད། བྱས་ཙང་ད་འཁོར་ལོ་དེ་ཆེ་ཆུང་ག་ཚད་རེད་ཟེར། དེའི་ནང་ལོགས་ལ་བསྡད་ནས་ད་རྒྱ་བོ་གོར་འཁོར་ལོ་དེ་གི་དབུས་སུ་བསྡད་དཔུང་ཚོགས་ཡན་ལག་བརྒྱད་དང་འཁོར་ལོ་དེ་གི་རྩིབས་དང་མུ་ཁྱུད་དང་དེ་གི་ལ་བསྡད་ནས་ད་དམག་རྒྱག་གི་རེད་ཟེར། མ་བརྒྱབ་དུས་འཛམ་བུ་གླིང་འདི་དེ་ཐོག་བརྒྱབ་དགོས་ཀྱི་ཡོད་མ་རེད་ཟེར་ནས་གླིང་གཞན་དག་ལ་མ་འགྲོ་གི་རེད་ཟེར་མ་འགྲོ་དུས་ད་འཁོར་ལོ་རིན་པོ་ཆེ་དེ་ད་གནམ་གྲུ་ནང་གི་ཤེས་བྱས་ནས་འགྲོ་བའི་སྐད་ཆ་བཤད་ཀྱི་ཡོད་རེད། ཁྱེད་ཚོས་ད་འཁོར་འགྲོ་དུས་འོན་ནི་མཐོ་བ་ལ་འཕར་བ་དང་དམའ་བ་ལ་འབབ་པ་ཟེར་རོ་མཐོ་པོ་ཡོད་ན་ཡར་འཐོག་ཚེ་ཆེ་དམའ་ས་ལ་མར་བབ་འགྲོ་གི་ཡོད་རེད་བ། ཨོ་དེ་ལ་དཔེ་གླིང་ནི་བསམ་ཡས་བཅོམ་ལྡན་འདས་ཆོས་ཀྱི་འཁོར་ལོ་དེ་འདུག་ཟེར་གྱི་དཔེ་དོན་རྒྱབ་ཡོད་རེད་བ། དང་མཐོ་བ་ལ་འཕར་བ་དང་དམའ་བ་ལ་འབབ་པ་དེ་བརྒྱ་སྟང་འདྲ་མི་འདྲ་མང་པོ་ཡོད་རེད་དེ། ངས་འདི་བསམ་གི་ཡོད། གདུལ་བྱའི་ཁམས་དང་མི་ཕོ་ལ་ལྟོས་ནས་བཤད་ཤོར་བ་དེ་ལ་རྒྱ་བསྐྱེད་ན། གདུལ་བྱ་བློ་ཁ་མཐོ་བ་དེ་ཚོ་ལ་ཁོ་ཐོག་ཐོག་ཚེ་ཟབ་ཚེ་ཤེས་ནི་དམའ་བ་དེ་ཚོར་དེ་ལས་དཔག་པ་ཅིག་བཤད་ཤོར་བ་དེ་ལས་ནི་མཐོ་བ་ལ་འཕར་བ་དང་དམའ་བ་ལ་འབབ་པ་བསལ་ཏེ་རྒྱ་བ་ཡིན་ན། དཔེ་དོན་དང་མཚུངས་པར་ཞུ་བ་ཅིག་ཡོང་གི་ཡོད་རེད་དེ། ད་ལྟའི་གོ། གཞུང་ལུགས་ནང་ལ་ནི་མཁས་པ་སོ་སོའི་རྒྱ་སྟང་འདྲ་མི་འདྲ་རེད་དེ་འཕྲུལ་མི་དགོས་པ་བྱས་ནས།

ལྕགས་ཕོ་ལ་བཞུགས་རྒྱག་གི་དེ་ཚོ་གི་ད་གླིང་གི་ཧ་ལ་དབང་འགྱུར་ཐུག་གི་མ་རེད་ཟེར་ཡ་འདྲ་བོ་ཅིག་ཡོད་བསམ་སོང། ད་གསེར་གྱི་འཁོར་ལོ་བཞུགས་རྒྱག་པོ་ཡིན་ན་དེ་འདྲའི་ཆེད་ནས་མ་འགྲོ་ནི། འདི་ངོ་མ་ཡིན་ན་ང་ཚོ་འདི་འཛམ་གླིང་སྤྱི་ད་གླིང་ཡིན་དེ་ཡིན་མང་པོ་ཤེས་གི་ཡོད་རེད་བ་གླིང་འདི་གླིང་རེད་ཚང་མ་དབང་དུ་འགྱུར་གི་རེད་ཟེར་ཡག་གི་ལྷ་ནི་ཕ་རྗེས་སུམ་ཅུ་རྩ་གསུམ་མ་ཐག་ཐུག་དེ་བ་མན་ཆད་དེ། ང་ཚོའི་དབང་དུ་འགྱུར་བ་རེད། དེ་ནས་ཟངས་ཀྱི་གླིང་གསོན་ཚད་ཡིན་ན། དངུལ་གྱི་གླིང་གསོན་ཚད་ཡིན་ན་ཟངས་ཀྱི་གཉིས་ཡིན་ན་སྐྱག་གི་ད་གླིང་གཅིག་ད་གླིང་གཅིག་ཁ་ཤས་འདྲ་བྱས། སྐྱག་འཁོར་ལོ་བཞི་བཅུ་དེ་ཚོ་ཁོས་དབང་བསྒྱུར་དབང་བསྒྱུར་སྟངས་འདི་དང་འཁོར་ལོ་འདི་ཆེ་ཉུང་སྐྱུར་བ་ཞིག་ཡོད་དཱ། དཔོན་ཚོགས་ཡན་ལག་བཞི་དང་བཅས་པ་དེ་ནང་འགྲོ་ནས། ང་དབང་བསྒྱུར་གྱི་ཡོད་རེད། གསེར་གྱི་འཁོར་ལོ་ཞིག་བརྒྱབ་པ་དེ་ཚོ་ཡིན་ན་དམག་བརྒྱ་བ་རེད་དེ་རྦད་དེ་དམག་འཕྲོ་རྒྱག་ནས་མི་སྲིད་ད་རྒྱ་དེ་འདྲ་བྱེད་དགོས་བྱུང་མ་རེད་ཁོ་ཚོ་ཤེས་ནས་ད་འགོག་དགོས་འགྲོ་ཡང་ནི་ཇི་ཇི་བྱེད་ཡིན་ན་ལྟས་ཚིག་གོ་འདི་འདྲ་འདྲ་བཀོད་དགོས་ཡ་དེ་ནི་ཁ་ཤས་ཀྱི་ཀྱི་མདའ་འདི་འདོང་སོང་ཤ་ཚ་བྱེད་དགོས་ཡ་མཐའ་མ་དེ་ཚོ་ཡིན་ན་ཇི་ལྟས་མ་འཛིང་ན་འདེང་བོམ་རེད་ཇི་ལྟས་མ་བྱེད་ན་ཡང་ལ་མི་ཤེས་ཡ་དེ་འདྲའི་ཁེ་མ་ཤེས་ཡོད་ད་དེ་ཚོ་དེ་ཤུ་མི་དགོས་བ་བྱས་དེ་གནད་འགག་གཙོ་བོ་དེ།

ཨ་རིག་གི་སྦེད་ཀྲོའུ་དེ་ཡིན་ས་རེད་བསམས་སོ་ད་དེང་སང་སྦེད་ཀྲོའུ་ལས་ལྷག་ཚ་ཅེག་གི་སྦེད་ག་ར་ཟེར་ཅེག་བཟོས་འདུག་བ་དེ་ད་མགྱོགས་པ་བེད་སྤྱོད་བཏང་གི་ཡིན་ཟེར་ནས་ཞིབ་ཤེས་གི་ཡོད་རེད་ད་ད་ཕན་ཆད་ལ་ཕ་ཅེ་སྦེད་ཀྲོའུ་དེ་ང་ནས་བྱིན་ན་ཡིད་དབང་འཕྲོག་པ་འདྲ་བ་ཅིག་ད་དེ་མཐོང་གི་ཡོད་ཨ་མི་རི་ཀའི་གི་དེ་གི་འབམ་ཅིག་གཡུག་ན་ཅིག་རྩ་བ་ཡིན་ན་ད།

དེའི་དང་པོ་དེ་ཚོ་དེ་བར་གྱི་ཨ་རིག་གི་དུ་དམག་གི་ནང་གི་དེང་རབས་ཚགས་ཤོས་དེ་ཚོ་ཡིན་བསམ་སྲིད། ཡིག་ཕྲ་ཟིན་བ་ཡིན་ན་དེའི་ཡི་གེ་ཡག་རེད། F ལྔ་བཅུ་ང་གཉིས་ཉེ་ཤི་རྩ་གཉིས F བཅུ་དྲུག་ག་རེ་ཡིན་ན་ད་དེང་སང་བཅུ་དྲུག་ལས་ཉེ་ཤི་རྩ་གཉིས་ཟླ་གཅིག་གསུམ་བཅུ་ག་ཚད་ཡིན་དེ་ཚོ་དེ་ཡག་དོན་ཆེ་བ། འདི་ཚོ་དེ་བར་གྱི་ཕྱི་ལོར་བཙོང་གི་ཡོད་མ་རེད་ད F བཅུ་དྲུག་དེ་ཕྱི་ལོ་ལ། བཙོང་གི་འདུག་ཨིས་རལ་དང་ཐའེ་ཝན་དང། རྒྱལ་ཁབ་ཁ་ཤས་ལ་བཙོང་དགོས་རེད་ཡོ་རོབ་རྒྱལ་ཁབ་ཨ་རི་ཐ་སྙད་ཤོད་འདི་ཚོ་འདིར་ཕྱི་ལོག་ལ་ཁྱོན་ནས་བཙོང་གི་ཡོད་མ་ལགས་འདུག་ད་དེང་རབས་ཚ་ཤོས་དེ་ཡིན་ཞེས། དེའི་འོག་གི་སོ་སྐྱེ་སྐྱེ་ཅི་སེ་དེ་ད་ར་ཤི་ཡ་གི་དེང་རབས་ཀྱི་རྣམ་འགྲེལ་ཡར་ཐོན་ཁྱི་ཁྱོད། ཨོ་དེ་འདྲ་ཡིན་ཟེར་ནས། ད་དེང་སང་གི་མ་མཐའི་རྣམ་འགྲེལ་གྱི་ནང་ལོག་ནས་ད་སྐད་སྒྲ་ཁྱི་ཁྱོད། དེ་ཚོ་ཆགས་བསྡད་ཡོད་རེད་བ། དེ་ནས་མི་ཁུར་མཁན་གྱི་རྣམ་པས་ཡིན་ན་ད་མི་ལྔ་བརྒྱ་དྲུག་བརྒྱ་ཁུར་འགྲོ་མཁན་གྱི་རྣམ་པས་ལ་སོགས་བ་ད་དེ་ནས་མང་བོ་ཞི་བས་ཡོད་རེད་བ། ཨོ་ཁ་སང་ད་འགྲུལ་བ་ཁུར་མཁན་གྱི་རྣམ་གྲ་ཅིག་མ་བ་པ་ལ་ག་དེ་ལས་དམག་གི་རྣམ་གྲ་ཅིག་ཡོང་དུང་ག་རྒྱབ་ནས་དུང་ག་ཐེབས་ནས་ཟེར་གི་རོགས་ད་ཁྱོད་ང་མ་ཟག་ན་ད་མི་ཚང་མ་ཤི་ཡོད་བའི་བཟོ་ན་གྱིན་འདུག།

ཨ་མ་དེ་ཚོ་ད་སླེབས་ཚར་སོང་ཟེར་དགའ་བསྡད་ཡོད་ར་ང་ཚོ་གནའ་ནས་མར་བབས་དུས་ནི་གནམ་ཐང་གི་འཁྲིས་སླེབས་དུས་ཅིག་དགའ་ལྷང་ལྷང་འདྲ་ཅིག་ཡོང་འདུག་ཨ་དེ་འདྲའི་ཁ་དོག་དེ་རིང་ཐོབ་རྒྱག་གོ་བརྒྱག་སྡུག་ང་རྒྱབ་ཆོས་ནང་གཡུགས་དེ་ཡང་མཚན་ཡིག་ཆགས་དགུན་ཁ་ཆགས་དེ་ནི་ཁྱེད་ཀྱི་ཕ་རྒྱལ་མི་ཚང་མ་ཤི་ཡོད་པའི་བཟོ་འདྲ་རེད་ཤག་འོ་དེའི་སྔོན་ལ་ཡིན་ན་ཡང་རོ་ཤི་ཡག་གི་མི་ཤི་བོ་འདི་རྒྱ་ནས